ད་བོ་ལུང་བ་གྲོགས་བྲིས་པའི་ལན་རེར་གཟིགས་སྙིང་གི་ཤ་ར་གཅིག་པའི་ཁ་བ་གངས་ཅན་པ་ཚང་མ་ལ་དོ་དགོང་ཉིས་སྟོང་ཉིས་རྩ་གསུམ་གྱི་དཔྱིད་ཟླ་དང་པོའི་ཚེས་པ་ཉི་ཤུ་བདུན་གྱི་དགོང་དག་ལ་ངས་བརྙན་འདི་བཟོ་གི་ཡོད། དེ་ནི་བོད་ཀྱི་མཁས་དབང་གཡོ་འགག་ལགས། ཁོ་རང་ད་རྒྱ་ནག་གི་ཐབས་ཇུས་ཀྱི་ཐོག་ནས་ལྐོག་གྲོང་བྱས་ནས་སྐུ་སྲོག་མ་ཤོར་བའི་གོང་གི་ཁོ་རང་གི་སྒྲ་སྒམ་ལ་གཞི་བཅོལ་ནས། མཁས་དབང་གཡང་དཀར་ལ་དགྲ་བོ་རྒྱ་ནག་གིས་ལྐོག་གྲོང་བྱས་པའི་བདེན་དཔང་གསར་གཏོང་བྱེད་ཡ་གི། མཉེན་ཅེས་ངས་བདུན་ཕྲག་གཉིས་ཟེར་གི་སྔོན་ལ་བཟོས་བ་དེ་ད་རྒྱ་ནག་གིས་ཕྱོགས་གཏོགས་དང་བཅས་པ་ལ་ཧ་ཅང་གི་ཕོག་པོ་བྱུང་འདུག་དེ་འདྲ་ཕོག་པོ་བྱུང་བའི་རྒྱུ་མཚན་དེ་ངས་བརྙན་དེ་གི་འོག་ལ་རྒྱ་ནག་གིས་ཕྱོགས་བྱས་ནས་ད་གང་ལྟར་ཅིག་ཧམ་བཤད་ཕྱོགས་རྒྱུགས་གི

ད་དེ་འདྲ་བྱེད་བྱེད་ནས་གོང་ལྟར་རྡོག་རྡོག་དེ་ངའི་བརྙན། རྒྱ་ནག་གི་ནང་བརྙན་ཐེར་འདོང་གི་ཆེད་དུ་བརྙན་བཟོས་བ་དེས། རྒྱ་ནག་དང་རྒྱ་ནག་གི་ཕྱོགས་གཏོགས་དང་བཅས་པ་ལ་ཧ་ཅང་གི་ཕོག་པོ་བྱུང་བཞག། ད་རྒྱ་ནག་དང་རྒྱ་ནག་གི་ཕྱོགས་གཏོགས་དང་བཅས་པ་ལ་ཕོག་པོ་བྱུང་བ་མ་ཟད་བློ་ཕམ་པ་གཅིག་ལ་དེ་འབྲེལ་རྒྱ་ནག་གི་ནང་སྙིང་འཐེན་གཏོང་བྱེད་པའི་བརྙན་དེ་ལ་བོད་པ་ཁ་ཅིག་ཡང་གང་ལྟར་ད་ཕོག་ཐུག་དང་སྤྱང་མོ་འདྲ་བོ་ཞུ་འཁྱོང་བཞག་དེ་འབྲེལ་གྱི་ངོ་པར་ཙམ་ཡང་མེད་པའི་མེད་པའི་གས་བོད་པ་ཁ་ཅིག་གིས་དེ་ནི་ངས་མི་རིགས་དབྱེ་འབྱེད་བྱེད་ཀྱི་འདུག་ཟེར་ཡག་དང། མི་འདི་ལ་ཡིད་ཆེས་མེད་ཟེར་ཡ་ལགས་སོགས་པས་ང་མི་སྒེར་ལ་གཞི་རྩ་མེད་པའི་དམའ་འབེབས་དང་ཚིག་ངན་བེད་སྤྱོད་གཏོང་ཉིན་རེ་བཅས་བྱུང་བཞག་ད་དེ་སོགས་ལ་ལན་རྒྱབ་དགོས་ཀྱི་གནད་དོན་གལ་མི་འདུག་ཡིན་ན་ལས་དེ་ཚོའི་གྲས་ནས་རྩ་དོན་ལ་ཐད་ཀར་གནོད་ཚབ་ཆེན་པོ་ཡོད་པའི་རྐྱེན་ཧམ་བཤད་དང་རྒྱ་ནག་གི་ཕྱོགས་བཟུང་བའི་མཆན་ཁ་ཅིག་ལ་ངས་དེ་རིང་ལན་འདེབས་བསྡུས་ཙམ་ཞིག་བྱེད་ཡ་ཡིན། ད་ངོ་དེབ་ལ་སོགས་པའི་སྤྱི་ཚོགས་དྲ་ལམ་ལ་སོ་སོ་གི་ངོ་པར་ཙམ་ཡང་འཇོག་མི་ཕོད་པ་དེ་འདྲའི་གལ། རང་ཉིད་རྒྱུས་ཡོད་ཡིན་པའི་ཆ་ནས་ཚོགས་པ་དེས་ནི་སྲི་ཞིག་མ་བགྱིས་ན་ཡག་པོ་རེད་ལབ་ཀྱི་ནི་གཅིག་ཁོ་རང་ཚོ་མཁས་དབང་གཡུང་དཀར་ལགས་ལ་རྒྱུས་ཡིན་མདོག་མདོག་དང། ཕྱོགས་གཅིག་ནས་ངོ་པར་ཙམ་ཡང་ལྟ་སྤྱི་ཚོགས་དྲ་ལམ་ལ་འཇོག་མི་ཕོད་བའི་གི་གནད་དོན་དེ་ད་ག་རེ་ལབ་དགོས་རེད། ངས་འདི་འདྲི་གི་ད་མཁས་དབང་གཡུང་དཀར་ལགས་རྒྱ་ནག་གི་གསལ་བ་རེད་ལབ་བྱས་ནས་རྒྱ་ནག་ལ་སྤྱོང་རྒྱུ་བཟོ་དུས་དེ་འདྲི་གི་ངོ་པར་ཙམ་ཡང་བལྟས་མི་ཕོད་པའི་མི་དེ་སོགས་ཀྱིས་རང་སྣང་རང་གླེང་བྱེད་སྟངས་ལ་བལྟས་པ་ཡིན་ན་མི་དེའི་རེག་ད་དེའི་གྲས་དེ་གི་ད་མཁས་དབང་གཡུང་དཀར་ལགས་འདྲ་བོ་རྒྱ་ནག་ལ

བྱ་གི་འདུག་ཟེར་ངས་དེ་རྗེས་ཞུ་གི་ཡོད། ངས་བརྙན་སྔོན་མ་ནང་ལོགས་ལ་ད་སྐད་ཆ་བཤད་བ་དེ་ད་ལྟ་གང་ལ་བཤད་རྒྱུ་དེ་ཚོ་གས་ཁོ་རང་ཚོ་གཡང་དཀར་ལགས་ལ་རྒྱུ་ཡིན་པ་དང་ངས་སྐད་ཆ་དེ་ཚོ་ཚོད་དཔག་རིགས་མདོག་མདོག་བཤད་བ་དེ་འདུན་པ་རྩ་བ་ཉིད་ནས་མ་རེད། ངའི་སྐད་ཆ་དེ་བརྙན་སྔོན་མ་དེས་གཙོ་བོ་དོ་བདག་གཡང་དཀར་ལགས་ཁོ་རང་གི་སྒྲ་སྒམ་སེར་བོ་ཡོད་བ་དེ་གས་བདེན་དཔང་ལ་གཞི་བཅུར་བའི་ཐོག་ནས་བདེན་པའི་གཏམ་གསལ་བོ་བཤད་བྱས་ནས་རྒྱ་ནག་གི་ནང་སྙིང་གསར་གཏོང་བྱས་པ་ཅིག་ཆགས་ཡོད་མ་གཏོགས་དེ་ཅིག་ཚོགས་པ་བྱས་པ་དང། དེ་ནི་རྒྱ་ནག་ལ་མ་ཉེས་ཁ་ཡོག་བྱེད་པའི་གི་གནད་དོན་རྩ་བ་ཉིད་ནས་ཆགས་མེད་དེ་གསལ་བོ་ཡིན། དེ་ཡིན་དང་མིན་དེ་ངས་བརྙན་དེ་ད་ལྟ་ཡང་སྤྱི་ཚོགས་དྲ་ལམ་ལ་བསྡད་ཡོད་རེད་ངའི་ཡུལ་གྲོགས་ཀྱི་ཐོག་ལ་ཡོད་རེད། དེ་རྣམ་པ་ཚོ་གིས་བལྟས་པ་ཡིན་ན། ངའི་བརྙན་དེ་བདེན་དཔང་ཕུལ་བ་ཅིག་ཡིན་དང་མིན། ངས་བརྙན་དེ་ཚོད་དཔག་ཅིག་ཡིན་དང་མིན་དེ་གསལ་པོ་མཐོང་ཡ་འཇུག་གི་གནད་དོན་ཅིག་རེད། དེ་ནི་མཁས་དབང་གཡུང་དཀར་ལ་སྐུ་སྲོག་མ་ཤོར་བའི་སྔོན་ཙམ་ལ་དོ་བདག་ཁོ་རང་རང་གི་སྨན་བཅོས་ཡག་པོ་མ་བྱས་ནས་ན་ཚ་དུག་ཏུ་བཏང་སོང་ཟེར་གྱི་གསལ་པོ་གསུངས་ཡོད་རེད། ད་ན་ཚ་དུག་རུ་ཕྱིན་སོང་ཟེར་ཡ་དང་ན་ཚ་དུག་རུ་བཏང་སོང་ལ་པ་རུ་ལ་གནམ་ས་གི་ཁྱད་པར་ཡོད་རེད། ན་ཚ་དུག་ཏུ་བཏང་སོང་ལབ་དུས་ཆེད་མངགས་ལ་ན་ཚ་དེ་གང་ཟག་གཅིག་དང་སྡེ་ཁག་གཅིག་གིས་གང་ལྟར་ན་ཚ་དེ་ཆེད་མངགས་ལ་ལྡོག་ཏུ་གཏོང་བ་གིས། གནས་སྟངས་ཀྱི་སྲིད་བོ་བཟོ་གི་ཡོད་བ་དེ། ད་ལྟ་བྲོ་པིའི་རྣམ་གཞག་གི་བྱེད་འབྲེལ་ལས་ཚེགས་དང་བྱེད་མིའི་ལས་ཚེགས་ཀྱི་འགྲོ་སྟངས་ཧ་གོ་ཉིན་ཅིག་ཡིན་ན། ད་ཁྱེད་ཨོ་ཡུང་ག་ལ་མ་བགྲོང་བའི་སྒྲ་སྒམ་དེ་ག་རང་གི་སྲིད་བོ་ཆགས་ཀྱི་ཡོད་རེད། དེ་འདྲ་གི་སྒྲ་སྒམ་བཟོ་ཉིན་དེ་བུག་གི་ད་བྲོ་པིའི་རྣམ་གཞག་གི་ཐོག་ལ་མཁས་པ་གི་གང་ཟག་ཅིག་ཆགས་དུས་ཡོད་རེད། ད་ད་ལྟ་འདས་ལ་གཅིག་གིས། ངས་བརྙན་གྱི་འོག་ལ་མཆན་ཡིན་ལ་མིན་ལ་བྲེལ་ཏེ་བརྙན་དེ་སོག་གེ་ཅེས་བྱས་ན་བརྡ་སྤྲོད་པའི་རྣམ་གཞག་གི་འགྲོ་སྟངས་མ་ཤེས་ནི་ཡིན་ཟེར་བ་རེད། དེ་ནས་མཁས་དབང་གཡུང་དཀར་ལ་ཁོ་རང་གིས་རྡོག་རྡོག་དེ་གང་ལྟར་སྨན་བཅོས་ཡག་པོ་མ་བྱས་ནས་ན་ས་རྡོག་ཏུ་གཏོང་སོང་གསུང་ཡ་དང། དེ་ནས་ཁོང་འཇར་མན་ལ་སྨན་བཅོས་ཀྱི་ཆེད་དུ་ཕེབས་ཡག་གི་འཆར་གཞི་ལ་རྒྱ་ནག་གིས་ཕེབས་མ་བཅུག་ནས་ཕྱི་ཕྱོགས་ལངས་ཕྱིར་ཡར་འཕྲོ་བ་དེ་སོགས་དང་རྒྱ་ནག་གཞུང་གི་ལྐོག་གྱུར་གྱི་ཐོག་ནས་ཁེ་དབང་ཡོངས་ཀ་ལ་བཀྲོངས་ཡོད་ཀྱི་དཔང་རྟགས་གསལ་བོ་དང་གནས་ཚུལ་ཚབས་ཆེན་པོ་ཆགས་ཀྱི་ཡོད་རེད། ཡིན་ན་ཡང་ད་དུང་ཡང་ད་དྲ་ལམ་ལ་བོད་པ་རེ་ཟུང་གིས་ཀྱི་ཁེ་དབང་ཡོངས་ཀ་ལ་རྒྱ་ནག་གིས་བཀྲོངས་ཡོད་དཔང་རྟགས་མི་འདུག་མདོག་མདོག་དང་དེ་ཡིན་ལ་མིན་ལ་རེད་མདོག་མདོག། གི་སྐད་ཆ་བཤད་བྱས་ནས་ཀྱི་མཁས་དབང་ཡོངས་ཀ་ལ་རྒྱ་ཡི་སྲིད་ཡོད་མ་རིག་མདོག་མདོག་གི་སྐད་ཆ་དེ་ཚོ་བོད་མི་བཅས་ཀྱི་ངོས་ནས་དང་ལྷག་པར་དུ་རང་ལུང་པ་ལ་ཡོད་ཉེན་གྱི་བོད་པ་བཅས་ཀྱི་ངོས་ནས་དེ་འདྲའི་གི་སྐད་ཆ་བཤད་ནུས་བ་དེ་དངོས་གནས་གི་ཧ་ལས་ཡག་གི་བློ་ཕམ་དགོས་ཡག་དང་སྤྱི་སྒེར་གཉིས་ཀ་གི་ངོས་ནས་བློ་ཕམ་དགོས་ཡག་གི་གནས་སྟངས་ཅིག་རེད་ཟེར་ངེས་དེ་གསལ་བོ་ཞུ་གི་ཡོད་དེ་བ་ན་ཀྱི་མཁས་དབང་ཡོངས་ཀ་ལ། སྤྲོ་མཁན་དེ་རྒྱ་ནག་མ་རེད་དེ་གཅིག་བོད་པ་ནང་འཁོར་ནས་ཆུ་ལ་ཞེན་གོ་ཆེ་བི་གི་མི་ནག་དང་ཆུ་ལུག་མི་ནག་དེ་འདྲ་རེ་ལབ་ཉེན་རེ་གཅིག་འདུག་ད་དེ་སོག་གི་ཀུན་སློང་ག་རེ་ཡིན་མིན་ལ་མ་ལྟོས་པའི་སྐད་ཆ་གི་དོན་དག་གི་ཐོག་ནས་དོ་བདག་གཡུང་དགའ་ལགས་གི་གོང་གི་བཀའ་མོལ་དེ་སོག་དང་གོང་གི་གནད་དོན་དེ་སོག་གི་གཏམ་དང་བདེན་པ་ལ་བརྩི་བཀུར་མ་བགྱིས་པ་དང་རྒྱ་ནག་གི་ཕྱོགས་བྱེད་བིག་གི་སྐད་ཆ་གཅིག་རང་བཞིན་གྱི་ཆགས་འགྲོ་གི་འདུག་ངས་འདི་གསལ་པོ་བྱེད་ནས་ཞུ་གི་ཡོད། སྤྱིར་བཏང་བོད་བརྒྱུད་ནང་བསྟན་གྱི་ཆུ་གཞན་ཐར་ཆ་ཆེ་བ་ཁག་ཅིག་གིས་སྔ་མོ་ནས་བོད་ཀྱི་ཡོད་ཚད་རྒྱ་གར་ལ་ཁུངས་གཏུགས་བིག་གི་ལམ་ལུགས་ཀྱི་འོག་ལ་ལམ་ལུགས་དེ་འཛིན་མཁན་ཚོ་དང་མཁས་དབང་གཡུང་དཀར་ལ་བར་ལ་བོད་ཀྱི་གསོ་བ་རིག་པའི་བདག་དབང་དང་འབྱུང་ཁུངས་ཀྱི་ཐད་ལ་བསམ་བློ་དང་ལྟ་གྲུབ་ཀྱི་འགལ་ཟླ་ཡོད་པ་དེ་ཡོངས་གྲགས་ཆགས་ཀྱི་ཡོད་རེད་དེ་ངས་ཡང་ཧ་གོ་གི་ཡོད། ཡིན་ན་ལས་དོ་བདག་ཁོ་རང་གིས། མ་འདྲོངས་གོང་ལ་སྨན་བཅོས་ཡག་པོ་མ་བྱས་ནས་ན་ཚ་རྡོག་རུ་གཏོང་སོང་གསུང་ཡ་དང་འཇར་མན་ལ་སྨན་བཅོས་ཀྱི་ཆེད་དུ་རྒྱ་ནག་གི་དམག་གཏོང་བ་དེ་ག་རང་ནི་ཁེ་དབང་ཡོངས་ཀ་ལ་སྤྲོ་མཁན་དེ་ཆུའི་ལ་ཅིག་ཕྱོགས་ཞེན་བྱེད་ཉེན་གྱི་ཆུ་ལོག་གི་མི་སྣ་མ་ཡིན་པ་དེ་རྒྱ་ནག་གཞུང་ཡིན་པ་དེ་ཧ་ཅང་གི་གསལ་བོ་ཆགས་ཀྱི་ཡོད་དུས་དེའི་ལས་ཁ་འདྲ་བོ་དེ་ཆུ་ཞེན་གྱི་མཐར་ཆ་བྱས་བ་དག་གི་མགོ་ལ་འཕང་བ་ཡིན་ན་དེ་ཏག་ཏག་བསྡད་ཀྱི་མེད་བ་དེ་ཡང་ང་རང་ཚོ་གི་ཧ་གོ་དགོས་ཀྱི་ནས་གཏོང་གི་རེད་དེ་ཤོད་ཀྱི་ཡོད། མདོར་བསྡུས་ན་དོ་བདག་ཁོ་རང་གིས་མ་འདྲོང་བའི་གོང་ལ་སྨན་བཅོས་ཡག་པོ་མ་བྱས་ནས་ན་ཚ་རྡོག་རུ་གཏོང་སོང་གསུང་ཡག་དང་འཇར་མན་ལ་སྨན་བཅོས་ཀྱི་ཆེད་དུ་མ་གཏོང་བར་དེ་ག་རང་ནས་མཁས་དབང་གཡང་དཀར་ལ་རྒྱ་ནག་གི་ཀྲོང་ཝེ་གི་དཔང་རྟགས་རྟགས་རི་རབ་ལས་ཆེ་བ་གཅིག་ཆགས་ཀྱི་ཡོད་རེད། ད་དུང་ཡང་དཔང་རྟགས་མི་འདུག་ལབ་བྱས་ནས་མཆན་འགྲེལ་བདེ་བ་དེ་ཚོ་རྒྱ་ནག་གི་ནག་ཉེས་འབེལ་ཐབས་དང་རྒྱ་ནག་གི་ཕྱོགས་བཟུང་བའི་སྐད་ཆ་ཡིན་པ་དེ་ཚང་མ་རེད་ཧ་གོ་དགོས་ཡ་གཅིག་དང། དེ་འདྲའི་རྒྱ་ནག་གི་ཕྱོགས་བྱས་ནས་རྒྱ་ནག་ལ་སྲུང་སྐྱོབ་བཟོ་ཡ་གི་མཁྱེན། དྲི་བའི་གི་སྐད་ཆ་དེ་ཚོ། དེ་འདྲའི་གི་སྐད་ཆ་དྲི་ཉན་དེ་ཚོ་གི་བསམ་བློ་གཏོང་གཏོང་དེ་ནད་རྟགས་ཚབས་ཆེན་པོ་བྱས་དང་ངན་རྟགས་ཚབས་ཆེན་པོ་བྱས་གི་གནས་སྟངས་ཡིན་པ་དེ་ཡང་བོད་ཀྱི་རྩ་དོན་འཐབ་རྩོད་ཀྱི་ཐོག་ལ་ང་ཚོ་གིས་ག་རེ་ལབ་དགོས་རེད། དོ་སྣང་བྱེད་དགོས་ཀྱི་གནས་སྟངས་ཅིག་གཏན་རེ་ཆགས་ཀྱི་ཡོད་རེད་ངས་དེ་ཞུ་གི་ཡོད། སྤྱིར་བཏང་རྒྱ་ནག་གི་བོད་མི་ཤེས་ཡོན་དང་འབྱུང་སྟངས་རུས་ཆེན་གྱི་དེ་ཚོ་འདི་འདྲ་ཅིག་ནས་བསད་འགྲོ་བའི་སྐབས་ལ་ང་ཚོ་གིས་རྒྱ་མིའི་བོད་པ་འདི་འདྲ་ཅིག་ནས་བསད་སོང་ལབ་ཅིག་ནས་རང་ལུང་པ་ནས་རྒྱལ་སྤྱིའི་གི་ཐོག་ལ་སྐད་བརྒྱབ་དགོས་ཡ་ཅིག་དང། ང་ཚོ་རང་ལུང་པ་ལ་འགྱུར་ཉེན་ཚོགས་ཀྱི་མ་མཐའ་ཡང་ངག་ཐོག་དང་ཡིག་ཐོག་ནས་གནད་དོན་དེ་ལོ་རྒྱུས་ནང་ལོགས་ལ་འཇོག་ཐུབ་པ་ཅིག་དགོས་པ་དེ་ང་ཚོ་གི་འགན་འཁྲི་ཆགས་ཀྱི་ཡོད་རེད། ཡིན་ན་ལས་རེས་གཅིག་གིས་རྒྱ་ནག་གི་དེ་འབྲེལ་གྱི་ནག་ཉེས་དེ་སོ་སོ་གི་འཐེན་གཏོང་བྱེད་ཡག་གི་བློ་ཁོག་དང་ཀླད་པ་མེད་པ་མ་ཟིག་གཞན་དག་གི་དཀའ་ལས་བརྒྱབ་འབད་བརྩོན་བྱེད་བྱེད་ནས་བློས་གཏོང་བྱེད་ནས་རྒྱ་ནག་གི་ནག་ཉེས་ལ་མཛུབ་མོ་ཚུགས་ནས་འཐེན་གཏོང་བཟོ་ཡོང་དུས་ད་དེ་ཚོ་ལ་ཅིག་རྐྱང་གི་མ་སླེབས་ན་ལས་རྐྱང་གི་སླེབས་སོང་ལབ་ཉེས་རེད་མདོག་མདོག་ཁྱེད་ཧ་ལམ་སྐད་ཆ་བཤད་ཀྱི་ནི་ཧ་ལམ་ཅིག་བོད་ལ་ཁོང་ཚོ་སུ་ལས་ཤ་ཞེན་ཆེ་དང་མཐོང་རྒྱ་ཆེ་ཡིན་མདོག་མདོག་གིས་རྒྱ་ནག་ལ་སྲུང་སྐྱོབ་བཟོ་ཡག་གི་འབད་བརྩོན་བྱས་བསྡད་ཡག་དེ་སོ་སོ་སོ་གི་སྤྱང་པོ་ག་སེ་མི་དགོས་ག་སེ་འཁྲ་བ་ཡིན་ན་ལས་སྤྱི་ཚོགས་ལྐུག་པ་མ་རེད། དེ་བས་ཀྱང་མི་དེ་ཚོ་གིས་ང་འདྲ་བོ་མི་ཚེ་གི་ཆ་ཤས་མང་པོ་ཅིག་འཐབ་རྩོད་གི་ནང་ལོག་ལ་བློས་གཏོང་བྱེད་འགན་འཁེར་བསྡད་ཉེན་ཅིག་ལ། འཐབ་རྩོད་གི་ཐོག་ལ། གཅིག་སློབ་སྟོང་དང་སེམས་ཁུར་བྱེད་ཡག་གི་འོས་བབ་དེ་རྩ་བ་ཉིད་ནས་མི་དེ་ཚོའི་གྲས་དེ་ལ་ཡོད་མ་རེད་ཟེར་ངེས་དེ་གསལ་པོ་བྱེད་ནས་ལབ་གི་ཡོད། དེ་ཚོའི་གྲས་རེག་ཅིག་ལ། དེ་སྔོན་གཅིག་བོུ་གི་ཐོག་ནས་རེད། གཅིག་སློབ་སྦྱོང་གི་ཐོག་ནས་རེད། གཅིག་བོ་མི་རེ་བ་ཅན་ཅིག་ཡིན་པི་ཁི་ངོས་འཛིན་དང་ཆ་འཇོག་བྱེད་མྱོང། ཡིན་ན་ལེ་ད་ད་ལྟ་དེ་ཚོའི་གྲས་ཀི་བོུ་གི་རྩ་སྟོང་དང་བོད་ཀྱི་བདེན་པ་དང་མཁས་དབང་གཡོན་དགའ་ལགས་ཀྱིས་དངོས་གནས་མ་འདྲོངས་གོང་གི་སྒྲ་སྒམ་རིན་ཐང་ཅན་དེ་སོགས་ལ། དེ་ནི་འགན་ཁུར་སྟངས་ཀྱི་བསམ་བློ་དང་སྤྱོད་པ་འདྲ་བོ་དེ་མཐོང་ཡོང་བའི་སྐབས་ལ། བོད་པའི་གཏམ་དཔེ་གྱི་ནང་ལོགས་ལ། བུ་ཡི་རི་མོ་དེ་ནང་དང་སྟག་གི་རི་མོ་དེ་ཕྱི་ལ་ཟེར་བའི་གི་དཔེ་དེ་དྲན་ཡོང་ཡ་གཅིག་དང་དེ་བས་ཀྱང་སོ་སོས་སོ་སོ་ལ་སྤོབས་པ་སྐྱེ་ཡ་གི་གནས་སྟངས་ཅིག་ཆགས་ཀྱི་འདུག། སྤྱིར་བཏང་ཕྱོགས་ཡོངས་ནས་ང་ཚོའི་སྤྱི་ཚོགས་ནང་ལོ་ལ་འདི་འདྲའི་གི་སྒྲ་སྙན་དབྱེ་བ་མེད་པ། སྒྲ་སྙན་གོ་ལྡོག་བྱས་ནས་མི་རིགས་ཀྱི་ལ་རྒྱ་དང་སྦྱར་གཞན་ཉམས་རྒུད་གསུང་མིག་གི་ལོ་ཟླ་སྐྱོ་བོ་གི་ནང་ལོ་ལ། རོང་སྟོང་ཉན་ཚེ་བ་དང་མཐོང་ངོ་གསུང་ཡག་གི་ཆེད་དུ་བོད་རོང་ཚའི་གཙོ་སྙན་ཚོ་རྒྱ་བ་རིན་པོ་ཆེ་གི་བཀའ་ལ་མི་བརྩི་མཁན་རེད་ལབ་ཅེས་ནས་རྒྱ་བ་རིན་པོ་ཆེ་ལ། ཅེས་དད་པ། མཁྱེན་རྟོགས་དང་རང་བཙན་གྱི་ལས་འགོར་སྤེལ་མཁན་དེ་ཚོ་ལ་དད་པ་ཡོད་མ་རེད་ལབ་ཀྱི་ནས་སོ་སོ་གིས་སོ་སོ་སྲུང་སྐྱོབ་དང་སོ་སོའི་ཁེ་ཕན་ད་སྒྲུབ་ཡག་གི་གནས་སྟངས་དེ་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོག་ལ་ད་ཉིས་སྟོང་བཅུ་གཉིས་བཅུ་གསུམ་ཡིན་ཡོང་ནས་མཚུངས་ཀྱི་ཆགས་བསྡད་ཀྱི་ཡོད་རེད་མཐོ་རིམ་སྤྱི་ཚོགས་ཀྱི་ངོ་སོང་ནས་ངོ་སོང་དང་སྤྲིན་ལས་ཀྱི་ད་གང་ལྟར་ཁོ་རང་ཚོ་མི་སྒེར་གྱི་ཁེ་ཕན་སྒྲུབ་སྟངས་ཀྱི་ཆགས་བསྡད་ཀྱི་ཡོད་རེད་དེའི་གནས་སྟངས་དེ་ཚོ་དེ་རིང་ཡང་བསྐྱར་གླེང་དགོས་ཡག་གི་རྒྱུ་མཚན་དེ་ག་རེ་བྱས་ནས་ཆགས་ཀྱི་ཡོད་ལབ་ན་བོད་རང་བཙན་གྱི་ལས་འགུལ་དང་རྒྱ་གཞན་གྱི་བསམ་སྤྱོད་ལ་ལོ་མང་པོའི་གོང་ནས་བཙན་བྱོལ་སྤྱི་ཚོགས་ཀྱི་མཐོ་ས་ནས་མར་ཉམས་རྒུད་གཏོང་བའི་རྒྱུ་མཚན་གྱིས་ད་ད་ལྟ་དགྲ་བོ་གི་ཕྱོགས་བྱས་ནས། གང་ལྟར། དགྲ་བོ་རྒྱ་ནག་སྲུང་སྐྱོབ་བྱེད་ཡག་གི་མཁྱེན་དང་སྐད་ཆ་བཤད་ནས་སྤྱི་ཚོགས་དྲ་ལམ་ནང་ལོག་ལ་འཛུབ་བཟང་མེད་པ་དང་ཡང་ཡང་དེ་ཡང་ད་ང་ཚོ་གི་ལོ་མང་པོ་བསྐྱལ་ནས་ག་ལེ་བོད་པའི་འཐབ་རྩོད་དང་རྒྱ་གཞན་གྱི་གནས་བབ་འདྲ་བོ་དེ་ཉམས་ཆག་གཏོང་བའི་གི་ད་འབྲས་བུ་འདྲ་བོ་དེ་སྨིན་ཡོང་གི་ཡོད་རེད། དེ་སུའི་གྲས་དེ་གའི་དགྲ་བོ་གི་ཚོགས་བྱས་ནས་ཁྱེད་དབང་ཡོངས་ག་ལ་རྒྱ་ཡི་སྲིད་ཡོད་མ་རེད་མདོག་མདོག་གི་ཕྱོགས་སྒྱུར་དང་ཧམ་བཤད་འདི་འདྲ་བྱེད་ཕོ་ཡ་དེ་ཡང་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་རྒྱ་རྒྱན་དང་འཐབ་རྩོད་གི་གནས་བབ་དེ་ག་སེད་ཉམས་རྒུད་ཆེན་ཡོད་བ་མགོ་མཐོ་ས་ནས་ག་འདྲ་བྱས་ནས་ཉམས་རྒུད་གཏོང་ཡོད་བ

ཤེད་ཤུལ་དེ་ཡིན་མདོག་མདོག་གིས། སྦྱར་སྐྱིའི་པགས་ཀྱི་ཐོག་ལ་ཞྭ་མོ་ནག་པོ་གཡོག་བྱས་ནས་ལོ་མང་པོ་འགྲོ་ཚར་རེད། ད་དུང་ཡང་དེའི་ནད་ཡམས་དེ་སྤྱི་ཚོགས་ཀྱི་ནང་ལོགས་ལ་གནས་བསྡད་ཡོད་པའི་ཆ་ནས། བུ་ལ་རེ་བ་འཆང་ཉེན་གཅིག་དང། བུ་ལ་ཤ་ཚ་ཡོད་ཉེན་སེམས་ཁུར་ཡོད་ཉེན་གཅིག་ཡིན་ན། ད་རྒྱར་ཚོང་བ་དེ་ཚོ་གིས་རྒྱ་ནག་གི་དགོས་མཁོ་སྒྲུབ་པའི་གལ་བྱ་ངན་སྐྱོན་ངན་དེ་ལ་བོད་མི་སྒེར་ངོས་ནས་དང་བོད་པའི་སྤྱི་ཚོགས་ཀྱི་ཟབ་སྦྱོང་གི་ཐོག་ནས་མི་སུ་དང་སུ་གི་སྤྱི་ཚོགས་དྲ་ལམ་ལ་རྒྱ་ནག་ལ་དགོས་ཡག་གི་སྐད་ཆ་བཤད་གི་འདུག་མཆན་བྲི་གི་འདུག་དེ་ངན་པར་དུ་ང་ཚོ་གི་ལྟ་སྲུང་ནན་པོ་དགོས་ཡག་དེ་འཐབ་རྩོད་གསོན་པོ་གནས་ཡག་ལ་གནད་འགག་ཆགས་གི་འདུག་ངས་དེ་ཞུ་གི་ཡོད། ངས་གྲོགས་པོ་དེ་འདྲ་གི། ཁ་སང་ཉི་མ་གཅིག་གཉིས་ཀྱི་སྔོན་ལ་ཁ་པར་ནང་ལོག་ལ་ཤེས་ཡ་ལ། ད་དེང་སང་དྲ་ལམ་ལ་རྒྱ་ནག་གི་ཕྱོགས་བཟོ་ནས་མཆན་འདེབས་བདེ་གཉིས་ཁག་ཅིག་ཁོ་རང་ཚོ་ལ་བརྒྱུད་ཡོད། དེ་སུས་བྲིས་རེད་ཅེས་བོད་ལ་བརྙན་འཕྲིན་འགྲོ་ཡག་གི་ཁེ་ཕན་ཅིག་གི་ཆེད་དུ་དེ་ནི་རྒྱ་ནག་ལ་ཅིག་དྲི་ལེ་དང། བརྙན་འཕྲིན་གྱི་སྐབས་ལ་རྒྱ་ནག་གི་ཆ་རྐྱེན་སྟོང་པ་དེ་ཚོ་སྒྲུབ་ཀྱི་ཡོད་རེད་ཟེར་ཉེན་རེ་ཅིག་འདུག། ད་དངོས་གནས་ཀྱི་དེ་འདྲ་ཡིན་པ་ཡིན་ན་འགྲོ་བ་མི་གཅིག་ལ་དེ་ཡང་རང་དབང་ལུང་པ་ལ་འབྱོར་བདེ་གཉིས་ཀྱི་མི་གཅིག་ལ། འགྲོ་བ་མི་གི་འགན་སེམས་དང་མི་རིགས་ཀྱི་འགན་སེམས་དེ་དེ་ཙམ་གྱིས་མ་གཏོགས་མེད་པ་ཡིན་ན། ད་ཧ་ཅང་གི་འཕངས་པོ་རེད། མི་ལུས་སློང་བའི་གོ་མ་ཆོད་བ་རེད་ད། སྤྱིར་བཏང་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་རྩ་སྟོང་དང་བདུན་པ་ནག་སུབ་བཏང་ནས། དྲ་ལམ་ལ་རྒྱ་ནག་གི་ནག་ཉེས་སྦས་ཐབས་དང་རྒྱ་ནག་གི་ནག་ཉེས་ཆུང་རུ་གཏོང་ཡག་ལ་འབད་བརྩོན་བྱས་བསྡད་ཉིན། དེ་ག་ནང་བཞིན་བོད་མིའི་ནང་ལོགས་ལ་མཐོ་ས་ཆེ་ས་ཚོགས་གིས་གང་ལྟར། ངོ་སྲུང་ཡག་གི་ཆེད་དུ་མཐོ་ས་ཆེ་ས་ཚོགས་གིས་ནང་སྙིང་དང་ནང་སྙིང་གི་ཁ་ཕྱོགས་གཞན་དག་ལ་འཁྲིད་ཐབས་བྱེད་ཡག་གི། ད་ཁེ་ཕན་ཉེན་ཚེ་བར་གི་ཆེད་དུ། བདེན་པ་དང་ལ་རྒྱ་དང་ཁྲིད་ངོ་ཚ་ཡོད་ཚིག་གང་ལྟར་བློས་གཏོང་ཕོག་ཉེན་གི། ད་མི་ངན་ཁག་གཅིག་ཡོད་བ་དེ་ལོ་ཁ་ཤས་ནང་ལོགས་ལ་ད་ཧ་ཅང་གི་གསལ་པོ་ཆགས་ཡོད་རེད། སྐབས་དེ་ཚོའི་གྲས་དེ་མི་གཤིས་ཀྱི་ངོས་ནས་དང་འགན་སེམས་ཀྱི་ངོས་ནས་ལྷག་པར་དུ་ལེགས་ཉེས་འབྱེད་ཡག་གི་རྣམ་དཔྱོད་ཀྱི་ངོས་ནས་སྒོ་ཕྱེ་ཡག་པོ་བྱེད་མཁན་རིན་ཐང་ཡང་ཡོད་མ་རེད་དེ་སོགས་ལ་ཧ་ཅང་གི་ཐབས་སྐྱོ་བོ་རེད། ག་རེ་བྱས་ནས་ལག་པོའི་ལམ་ན་སྒོ་ཕྱེ་ཡག་པོ་བྱེད་ཡིན་ན་སྐྱེ་བ་ཕྱི་ཡི་ལུས་ལ་བླང་བ་རེད་དེ། སྒྲ་དང་བརྙན་ངོ་ཤེས་ཀྱི་ཡོད་རེད་སྒྲ་དང་བརྙན་ངོ་ཤེས་པའི་ཐོག་ནས་སོ་སོ་གི་བདག་པོ་ངོ་ཤེས་ཀྱི་ནས་བདག་པོ་གི་མགོ་བཀྲོངས་ཀྱི་ནས་ཁ་མཆར་བོད་ཡུག་ལ་གདོང་གཏད་ཀྱི་ནས་བསྡད་ཀྱི་ཡོད་རེད་སྐད་རྒྱབ་ཀྱི་ཡོད་རེད། ཡིན་ན་ལས་རྒྱ་ནག་གི་ཆོས་བྱེད་དེ་ཉིན་གི་བོད་པ་དེ་ཚོ་གི་སོ་སོའི་དགྲ་བོ་གི་ངོ་སོང་ཀྱི་ནས་སྒྲ་དང་བརྙན་གོ་ལྡོག་ཀྱི་ནས་དགྲ་བོ་གི་དགུན་ཁུག་འགྲོ་བསྡད་ཀྱི་ཡོད་རེད། དེ་འདྲའི་གི་བོད་པ་དེ་ཚོ་དགོས་ཀྱི་ཡག་པོ་གཅིག་ལས

དེ་འདྲའི་གི་ཧམ་སེམས་དེ། ཕྱིའི་ངོ་ཚ་གི་པགས་པ་ལྟོགས་སུ་ཡོད་བ་ཡིན་ན་སོ་སོས་སོ་སོ་ལ་ངོ་ཚ་དགོས་གི་གནས་སྟངས་ཅིག་ཆགས་གི་ཡོད་རེད། ཕྱིའི་ངོ་ཚ་མེད་བ་བྱེད་ཅིག་ནས་བོད་པ་གི་འགན་འཁྲི་འདོར་ཅིག་ནས་རྒྱ་ནག་གི་དགོས་མཁོ་མུ་མཐུད་སྒྲུབ་བ་ཡིན་ན་གནས་སྐབས་ལ་ཁེ་སང་ཕྲན་བུ་ཡོང་ཆོག་གི་རེད་ཡོང་སྲིད་གི་རེད་ཡོང་གི་རེད། ཡིན་ན་ལས་ཕུགས་ལ། ལོ་རྒྱུས་དང་སྤྱི་ཚོགས་གི་མི་དེ་འདྲ་གི་གྲས་དེ། གི་ནང་སྙིང་དང་ལོ་རྒྱུས་དེ་ནམ་ཡང་བརྗེད་ཀྱི་མ་རེད། དེ་བས་ཀྱང་མཐའ་མ་དེ་ལས་སོ་སོ་འཆི་འགྲོ་བའི་སྐབས་ལ་ཏན་ཏན་གྱི་གནོང་འགྱོད་བྱེད་ཀྱི་རེད། དེ་དུས་སོ་སོ་གི་ལ་རྒྱ་དང་ལོ་རྒྱུས་དང་མི་གཤིས་ཡོད་ཚད་ཤོར་ཚར་བ་རེད་ཚོང་མ་ཚར་ཚར་བ་རེད་དེ་དུས། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། ནོར་འཁྲུལ་ཡོ་བསྲང་བྱེད་ཡ་དེ་སོ་སོ་གསོན་པོ་བསྡད་པའི་གི་སྐབས་ལ། ནོར་འཁྲུལ་ཡོ་བསྲང་བྱེད་ཡག་གི་གོ་སྐབས་ཡོད་རེད། དེ་བཟོ་ཐུབ་པ་ཡིན་ན་རྣམ་དཔྱོད་ལྡན་པའི་གི་ལས་ཀ་གྱི་རེད། སྤྱིར་བཏང་གི་ནོར་འཁྲུལ་ཟེར་ཡ་དེ་སུ་ཡིན་ན་ཤོར་སྲིད་པ་གྱི་རེད་ཡིན་ན་ལས། དུས་ཐོག་ལ་ནོར་འཁྲུལ་དེ་ནོར་བཅོས་བཟོ་ཐུབ་པ་ཡིན་ན་དེ་རྣམ་དཔྱོད་ཡོད་པའི་རྟགས་རེད། དེ་འདྲ་ཡིན་དུས་བསམ་བློ་ཡང་བསྐྱར་གཏོང་དགོས་ཡ་གཅིག་དང་བསམ་བློ་མ་ནོར་བ་གཏོང་དགོས་ཡ་དེ་སྤྱི་སྒེར་གཉིས་ཀ་གི་ངོས་ནས་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་དེ་རིང་གོང་གི། མཛུ་གུ་བཙུགས་ནས་སྐད་ཆ་བཤད་བསྡད་ས་དེ་ཚོ་ལ་ངས་དེ་རིང་གི་བརྙན་འདི་གིས་ཏན་ཏན་ཁོང་ཚོ་ལ་ཕོག་པོ་ཡོང་གི་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ངས་དེ་རིང་གི་སྐད་ཆ་འདི་ཚོ་སུ་ལ་ཕོག་གི་ཡོད་ན་ངས་དེ་ལ་བཤད་ཀྱི་ཡོད། གང་ཟག་སུ་འདྲ་ཅིག་གིས་གནོང་རུང་ལེན་བྱས་པ་ཡིན་ན། དེ་ལ་ཕོག་པའི་རྟགས་དང་དེ་ལས་དེའི་གནོང་དེ་ཡོད་པའི་རྟགས་རེད། དེ་ཤོད་ཀྱི་ཡོད། འདི་འདྲའི་ཆེད་ནས་ངས་བརྙན་ལམ་ལ་སྐད་བརྒྱབ་ནས་དོང་དགོས་ཡ་དེ་ཡང་རྩ་དོན་འཐབ་རྩོད་སྲུང་སྐྱོབ་ཀྱི་ཆེད་དུ་རང་ཡིན། ང་ཚོ་གིས་མཆན་གྱིས་བྲིས་པ་ཡིན་ན་འདྲ་རྩོམ་གྱིས་བྲིས་པ་ཡིན་ན་འདྲ་སྐད་ཆ་གྱིས་བཤད་པ་ཡིན་ན་འདྲ། དེ་གས་རྩ་དོན་འཐབ་རྩོད་ལ་ཕན་བཏགས་ཐུབ་ཀྱི་མེད་པ་ཡིན་ན་ལས་རྩ་དོན་འཐབ་རྩོད་ལ་གནོང་མ་སྐྱེལ་བ་བཅས་དང། རྒྱ་ནག་ལ་ངོ་རྒོལ་བྱེད་ཐུབ་ཀྱི་མིན་ནམ་ལས་རྒྱ་ནག་ལ་ངོ་མ་སོང་བ་བྱེད། རྒྱ་ནག་གི་དགོས་མཁོ་མ་སྒྲོག་པ་བཅས་ཀྱི་ཕྱོགས་ལ་འབད་བརྩོན་བྱེད་དགོས་པ་དེ་ང་ཚོ་བོད་པ་ཞིག་ཡིན་པའི་ངོས་ནས་ཀླད་ལ་འཇགས་དང་འགན་འཁྲི་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་དེ་འདྲ་གི་བསམ་བློ་བཅས་ཀྱི་ཐོག་ནས་ངས་བརྙན་འདི་བཟོ་གི་ཡོད། ད་སྤྱིར་བཏང། གནོང་དང་ནག་ཉེས་དང་དེ་ནི་སྒེར་སྤྱོད་པ་ཀྱི་སྡེ་ཁག་དེ་ལ་གང་ལྟར་སྤྱི་ཚོགས་དྲ་ལམ་གྱི་ནང་ལོགས་ལ་ཁོང་ཚོ་གིས་དངུལ་དང་དངོས་པོ་སྤྲད་ཀྱིས་ནས་རྟ་གང་ལྟར་གྱི་གནས་ཚུལ་རྫུན་མ་སྤེལ་ཡ་དེ་རྟ་སྒེར་གཅོད་པོ་དེ་ཚོ་གིས་ད་བྱེད་ཡ་ཡོད་ན་མེད་ན་དེ་ཆགས་བསྡད་ཀྱི་ཡོད་རེད་ད་དེང་སང་ཡུག་ཀེ་རེན་དང་ར་ཤི་ཡ་གི་དམངས་ཁྲོད་འགྲོ་བཞིན་པའི་བརྒྱུད་རམ་ནང་ལོགས་ལ་ང་ཚོ་གིས་དཔལ་དང་སྤྱི་ཚོགས་དྲ་ལམ་གྱི་ནང་ལོགས་ལ་ད་ལྟ་ཨལ་རྗ་ཟི་ར་ཡིན་ན་རེད་དེ་ནི་ནིའུ་ཡོག་ཁྲེམས་སི་ཡིན་ན་རེད། སི་ཨེན་ཨེན་ཡིན་ན་རེད་སྦི་སྦི་སི་ཡིན་ན་རེད་གསར་འགྱུར་བརྒྱུད་ལམ་དེ་ཚོ་ལ་ཡུ་ཀེ་རེན་དང་ར་ཤི་ཡ་གི་སྐོར་ལ་གནས་ཚུལ་དུང་བ་དང་ལམ་སོང། ར་ཤི་ཡ་གི་ཕྱོགས་ཀྱིས་ནི་ད་མཆན་རྫུན་མ་བྲིས་ཁྱི་ནི་བལ་ཏེ་ངོ་དེབ་རྫུན་མ་གི་ཐོག་ནས་མཆན་བྲིས་ཉིན་ཧ་ལས་པིག་ཕོང་ཆེན་པོ་འདུག་བ། ད་དེ་ཚོ་ཚང་མ་གང་ལྟར་ར་ཤི་ཡ་གི་སྒེར་གཅོད་སྲིད་གཞུང་དེ་གི་བཙན་འཛུལ་བ་གི་གླེས་མ་ཆགས་བསྡད་ཀྱི་ཡོད་ར་བ། དེ་ནང་བཞིན་རྒྱ་ནག་བཙན་རྒྱལ་རིང་ལུགས་དང། རྒྱ་ནག་གི་བཙན་འཛུལ་དང་སྒེར་གཅོད་པའི་ཧམ་སེམས་དང་ནག་ཉེས་གི་སྣང་རུང་ལེན་གི་ཐོག་ནས་ད་སྤྱི་ཚོགས་དྲ་ལམ་ལ་དེ་འདྲ་གི་ད་སྒོར་ཟོར་ལྔ་སྤྲད་རྒྱུ་གི་གོང་ལྟར། གླེན་དམག་དེ་ད་སྤྱི་ཚོགས་དྲ་ལམ་ལ་ཧ་ལས་པའི་གི་མང་པོ་ཡོད་བ་དེ། རྒྱ་ནག་ལ་མཛུབ་མོ་བཙུགས་བ་དང་ལམ་སོང་དབྱིན་ཇིས་གི་ཐོག་ནས། Hindi། གི་ཐོག་ནས་ད་བོད་ཡིག་གི་ཐོག་ནས་སྤྱི་ཚོགས་དྲ་ལམ་ལ་མཆན་འཕྲིན་མཁན་ག་ཚད་ཡོད་བ་དེ་ང་ཚོ་གི་ངེས་པར་དུ་དོ་སྣང་དགོས་གི་འདུག་ངས་དེ་ཞུ་གི་ཡོད། དེ་ནས་མཐའ་མ་དེ་ལ་དེ་སྔོན་ངས་བརྙན་དེ་ནང་ལོགས་ལ་མཁས་དབང་གཡུང་དཀར་ལགས་ཀྱི་བརྩམས་ཆོས་ཀྱི་སྐོར་དེ་བརྙན་བཟོ་ཡག་གི་སྐད་ཆ་བཤད་བ་ཡིན། ཡིན་ན་ལེ་ད་ད་ལྟའི་སྐབས་ལ་ཁོང་གི་བརྩམས་ཆོས་དང་སྨྱུག་མན་གྱི་སྐོར་དེ་སྔོན་སྤྱི་ཚོགས་དྲ་ལམ་ལ་ད་གཞན་དག་གིས་སྤེལ་ཚར་བ་དེ་ཚོ། དངོས་གནས་ཀྱི་སྨྱུག་མན་དེ་ཁོང་གི་སྨྱུག་མན་ཡིན་མིན་དང་རྩོམ་དེ་ཚོ་ཁོང་གི་རྩོམ་ཡིན་མིན་གྱི་སྐོར་ལ་ད་ལྟ་རྩོད་པ་ཅིག་འགྲོ་བཞིན་པའི་གི་གནད་དོན་རེད་བཞག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ཁོང་གི་སྨྱུག་མན་དང་རྩོམ་ཡིག་དེ་ཚོ་གསར་ཁ་མ་ཆགས་ཀྱི་བར་དུ་ནི་ངས་གནད་དོན་དེ་གི་ཐོག་ལ་བརྙན་བཟོ་ཡ་དེ་གནས་སྐབས་ལ་ངང་འཐེན་ཞུ་གི་ཡོད། དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ང་རང་གིས་ད་ལྟ་བར་དུ་བརྙན་གང་བཟོས་བ་དེ་ཞིབ་འཇུག་རང་བཞིན་དང་བདེན་དཔང་རང་བཞིན་ལྷག་པར་དུ་བོད་ཀྱི་རྩ་དོན་ལ་ཕན་ཐོགས་ཡོད་བའི་ཀྱི་འདུ་ཤེས་དང་རྩ་དོན་ཟིན་པའི་ཐོག་ནས་ཅིག་ང་རང་གིས་བརྙན་གང་ཐུབ་ཐུབ་ཅིག་བཟོས་བ་ཡིན། མ་འོངས་པ་ཡིན་པ་ཡིན་ན་ལས་བོད་པའི་རྩ་དོན་ལ་ཕན་ངན་དགོས་ངན་གྱི་གནད་དོན་གྱི་ཐོག་ལ་ཞིབ་འཇུག་རང་བཞིན་དང་བདེན་དཔང་རང་བཞིན་གྱི་ཐོག་ནས